སྐྱེས་བུ་ཆུང་བའི་རྐྱེན་གྱིས་རྣམ་གཡེང་ཡོང་ཡ། ང་རྒྱལ་སྐྱེ་ཡ། གཞན་ལ་མཐོང་ཆུང་བྱེད་ཡ། དེ་འདྲས་མི་ཡོང་བ་རེད། ཡང་སེམས་སྐྱོ་བོ་ཡོང་པའི་ཁ་ཐུག་ལ་བྱང་ཆུབ་སེམས་སྒོམ་དགོས་པ་རེད། ཡང་དཔལ་ལྟར་ཁ་ཐུག་རེ་བ་ཆེ་ཆེ། ད་ལྟ་ང་རང་རང་བཞིན་སྐྱེ་བོ་མིན་འགྲོ་བསམ་པའི་བཟོ་རོ། ད་ང་ལྟར་དཀའ་ངལ་བྱུང་བ་བསམ་པའི་ཡང་བསམ་བློ་ཁྱོན་ཡོང་བ། ཡང། སྐྱིད་ན་བདེ་བ་ཚོགས་སུ་བསྔོ། ཕན་བདེ་ནམ་མཁའ་གང་བར་ཤོག། སོ་སོ་སྐྱིད་པོ་བྱུང་བ་ཡིན་ན། ད་ང་སྐྱིད་པོ་ཡོང་ཡ་རེད། དགེ་བ་བསགས་པ་ལ་བརྟེན་ནས་བྱུང་བ་རེད། ད་ང་རང་གི་དགེ་བ་གང་ཡོད་པ་དེ་ཡིས་དེ་གའི་སེམས་ཅན་ཐམས་ཅད་ལ་ཕན་པ་ཡོང་བར་ཤོག་ཟེར་ནས། དགའ་བ་ལ་རྗེས་སུ་ཡི་རང་བའི་ཐོག་ནས་བསྔོ་བ་བྱས་ཡོང་དུས་ཡང་གོ་ཆེན་པོ་བཤད་པ་རེད། སྡུག་ན་ཀུན་གྱིས་སྡུག་བསྔལ་འཁུར། སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་བྱས་པ་རེད། སྡུག་བསྔལ་བྱུང་བ་ཡིན་ན། ད་ང་རང་གི་སྡུག་བསྔལ་འདི་གང་ལས་ཡང་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་མཐའ་དག་ལ་འདི་གའང་སྨིན་པར་ཤོག་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་འདི་ང་ཡི་སྡུག་བསྔལ་འདི་གི་གོ་ཆོད་པར་ཤོག་བསམ་ནས་བསམ་བློ་བཏང་དགོས་པ་རེད། ཡང་གོ་ཆོད་ཀྱི་འདུག་ག། དེ་འདྲ་ཞིག་བསམ་བློ་བཏང་ཐུབ་ན། གསོན་ན་ཡང་སྐྱིད་པོ་རེད། བྱང་ཆུབ་སེམས་བསྒོམ། ཤི་ན་ཡང་སྐྱིད་པོ་རེད་བྱང་ཆུབ་སེམས་བསྒོམ། བར་སྲིད་ཀྱི་འཁྱམས་པའི་ཁ་དོག་ལས། བྱང་ཆུབ་སེམས་བསྒོམ་ཨེ་ཐུབ་ཅེས་བརྟག་ཐུབ་ན། ཞི། གསོན། གང་གི་གནས་སྐབས་ཡིན་ནས་བྱང་ཆུབ་སེམས་བསྒོམ་ན་དེ་ལ་སྔར་མི་འདུག་པ། དེ་ནས་འདོད་པའི་བྱང་ཆུབ་སེམས་ཟེར་ཏེ་ཨ་ཏི། ཅིག་མི་བྱབ་ཆུང་བས། ཨེ་ཅིག་བསམ་པ་བཟང་པོའི་སོགས་རུ་མ་ཡིན་པར།